ཀའོ་ཅོག་གི་པར་གོ། ཇི་སྟེ་གི་ཚོགས་གཙོ་ལ་སྒྲོལ་མ་ཚེ་དང་ཚོགས་ཆུང་ལ་མཁན་པོ་བསོད་ནམས་བསྟན་འཕེལ་དམ་བཅའ་རྣམ་པ་གཉིས་ལ་ཚབ་ལོས་བཀྲ་ཤིས་ལ་གྲོགས་མེད་བྱེད་ཀྱི་ཡོད། སྤྱི་ཡོངས་ཀྱི་ཆ་ནས་སྐད་ཆ་བཤད་པ་ཡིན་ན་ཇི་སྟེ་གི་ཚོགས་གཙོ་དང་ཚོགས་གཞོན་ཡག་པོ་དམ་བཅའ་སྤྱི་བཏང་ང་སྒྲོལ་མ་ཚེ་འདྲ་བོ་ཡིན་པ་ཡིན་ན། མོ་རང་གི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་འགྲོ་སྟངས་དང་ཁྲིམས་ལུགས་འགྲོ་སྟངས་ཡག་པོ་ཤེས་ཀྱི་ཡོད་མ་རེད་མོ་རང་ལ་རུག་པ་མཁན་པོ་བསོད་ནམས་བསྟན་འཕེལ་ལྟ་བུ། བཙན་བྱོལ་བོད་མིའི་བཅའ་ཁྲིམས་དང་ཁྲིམས་ལུགས་ལ་ཆེ་ཁེ་བ་ཅིག་མ་བདམས་པ་ཡིན་ན་གྲོས་འཛུགས་རྩ་བ་ནས་ཀྱི་གཙོ་སྐྱོང་ཡག་པོ་ཅིག་ཤེས་ཐུབ་ཀྱི་ཡོད་མ་རེད་ཡིན་པ་ཡིན་ན་ད་ད་ལྟ་མོ་རང་ལ་རུག་པ་ཡག་པོ་ཞིག་བདམས་བྱ། དེ་ལ་བརྟེན་ནས་གང་ངེད་ཡིས་སྐབས་བཅོ་བརྒྱད་པ་གི་སྤྱི་འཐུས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཟེར་གྱི་ཡོད། སྤྱི་བཏང་གི་སྒྲོམ་པ་ཚེ་རིང་ཡིན་པ་ཡིན་ན་ངེད་མ་སྤོ་རྒྱ་ལོ་ལབ་ན་འགྲིག་གི་ཡོད་དང་མེད་སྒང་ནས་གང་ཉོ་གྲ་ཅི་ཡོད་རེད། ཡིན་པ་ཡིན་ན་འདི་བར་གི་ལོ་ལྔ་གི་རིང་ལ་མོ་རང་གི་སྤྱི་འཐུས་ཚོ་ཆུང་དེ་དངོས་གནས་དྲང་བདེན་གི་ཡག་པོ་ཞུ་ཅི་ཞིག་ཡོད་རེད། ཚོགས་གཙོ་དང་ཚོགས་གཞོན་བདམས་པ་སྐབས་དེ་བ་ལ་ཡིན་པ་ཡིན་ན་དབུས་འོས་བསྡུ་ལས་ཁང་གི་དྲང་མོ་དྲང་བཅང་བྱས་ནས་གི་དབུས་སྒམ་ཁོ་རང་བཏོན་པ་ཡིན་པ་དེ་ཉིན་གི་ནང་ནས་གི་མ་བསྟན་གི་འདུག་བ།

འདི་འདྲ་བྱས་ནས་ཁོའི་དབུགས་སྒམ་སྟོང་པ་ཡིན་པ་དེ་མ་བསྟན་གི་འདུག་སྔོན་འགྲོ་དང་དངོས་གཞིའི་སྐབས་དེ་ལ་ཡིན་པ་ཡིན་ན་འདི་འདྲ་བྱས་ནས་ཁོའི་ཐད་གཏོང་གང་དང་ཉེས་དམིགས་ནང་ནས་ཁོས་མ་བསྟན་པ་ཡིན་ན་ངོ་ནས་དྲང་ནས་ཕན་ཐོགས་ཤོར་གྱི་ཡོད་རེད་བ། དེ་འདྲ་བྱས་པ་ཡིན་ན་དེ་ནས་ཡོ་ཤུ་ཁ་མ་འབྱེད་པ་དང་དེ་འདྲ་གི་ད་ལྟ་ཉོ་གྲྭ་དེ་ཡོང་དགོས་ཡོད་མ་རེད་ཡིན་པ་ཡིན་ན་སྐབས་དེ་དུས་ཁ་པར་ཡང་དབུ་ཤུ་ལུས་ས་ལ་ཁུར་ནས་འགྲོ་ན་འགྲིག་མི་ཟིན་གི་དེ་འདྲ་གི་ཁྲིམས་ལུགས་སུ་ཡོད་རེད་བ། སྤྱི་བོ་ཆ་ལ་ཁུར་གི་ཁ་པར་ཁུར་ན་འགྲིག་པ་དང་དེ་ནས་ཉལ་མུས་དུས་སུ་ཡོད་པ་ཡིན་ན་དཔེ་ཡག་པོ་འདུག་ད་མིན་པ་ཡིན་ན་དབུ་སྒམ་ནང་ལུགས་ལ་དང་པོ་ནས་ཁུར་དབུ་ཤུ་ལུས་བཞག་པ་ཡིན་ན་དེ་ནས་ཧ་གོ་མི་འདུག་དེ་ནས་གཞན་པ་དབུ་སྒམ་རས་ཅོ་དང་འདྲ་མི་འདྲ་འདུག་བ་དེ་ནས་དབུ་ཤུ་དུས་སུ་བ་ཡི་ནང་ལ་དུ་བ་ལ་ད་ལྟ་རྐུན་མ་རྒྱག་ནས་ཁུར་གི་འགྲོ་གི་འདུག་བ་ཧ་ལས་ཤེས་མ་རེད་བས།